སྲིད་སྤྱི་གཉིས་ཀྱི་མངའ་གཞིའི་འོས་ཐོག་སླེབས་ལ་ཉེ་བའི་སྐབས་འདིར། ངས་རྒྱ་ཆེའི་དབུས་གཙང་དམ་པ་ཕྱི་གྱི་ཕྱོགས་འགལ་མི་མང་རྣམས་ལ་དཔུང་རབས་པ་རིག་འཛིན་ལྷུན་གྲུབ་ལགས་ལ་ད་རེས་དབུས་གཙང་དམ་པ་ཕྱི་གྱི་ཆོལ་བའི་སྤྱི་སྟེགས་ལ་འོས་འཕམ་གྱི་རེ་སྒུག་དང་སྦྲགས། ཁོང་དབུས་གཙང་སྤྱི་སྟེགས་སུ་འོས་པའི་རྒྱུ་མཚན་འགའ་ཞིག་རིམ་པས་བརྗོད་པར་བརྟེན། རིག་འཛིན་ལྷུན་གྲུབ་ལ་ནི་བོད་གཙང་སྟེ་ལྷ་ལྔ་ཕུན་གསུམ་གྱི་ཡར་རྒྱས་ངམ་རིག་ནང་སྐུ་འཁྲུངས་ཏེ་འཚར་ལོངས་བྱུང་བས། བོད་ནང་གི་གནད་དོན་མི་ཉུང་བ་ཞིག་རང་མྱོང་ཚོར་རྟོགས་ཐུབ་ཀྱི་ཡོད་ལ། ཕྱིས་སུ་བཙན་བྱོལ་དུ་ཕེབས་ནས་ཕྱི་ནང་གི་ཤེས་རིག་ལ་འབད་བརྩོན་ལྷོད་མེད་གནང་སྟེ། དཔུང་རབས་པའི་ཡོན་ཚད་ཞེས་པ་ཙམ་མ་ཟད། འདས་པའི་ལོ་ཤས་ནང་རང་རེའི་སྤྱི་ཚོགས་ཀྱི་ཚོགས་སྡེ་སྣ་ཚོགས་ནང་སློབ་ཞོར་དུ་ཕྱག་ལས་གནང་བའི་བརྒྱུད་རིམ་ཁྲོད། བོད་མི་རིགས་ཀྱི་འཐབ་རྩོད་ཀྱི་གནད་དོན་དང། ལྷག་པར་དུ་ཁོང་དབུ་མའི་ལམ་གྱི་དབུ་རྒྱུན་སྣང་མུར་སོང། དབུ་མའི་ལམ་གྱི་སྲིད་བྱུས་ཀྱི་ཐོག་མའི་བྱུང་རིམ་དང་བར་གྱི་འཕེལ་རིམ། མཐའ་མའི་གྲུབ་འབྲས་ཅི་བྱུང་དེ་མཁྱེན་རྒྱ་ཆེ་བ་མ་ཟད། དབུ་མའི་ལམ་གྱི་སྲིད་བྱུས་ཀྱི་འོག་ནས་བྱུང་བའི་བོད་རྒྱ་འབྲེལ་མོལ་སྐོར་ལ་འགྱིང་ང་ཟབ་ཅིང། ལྷག་པར་དུ་ཟམ་གདོང་རིན་པོ་ཆེའི་བཀའ་ཤག་སྐབས་བཙན་བྱོལ་གཞུང་དང་རྒྱ་གཞུང་བར་གྱི་ཡིག་འབྲེལ་སྐོར་ལའང་དཔྱད་བསྡུར་གཏམ་བཤད་ཀྱང་གནང་མྱོང་ཡོད་པས། ཁོང་ནི་ཨོ་མིན་ལམ་གྱི་སྲིད་སྤྱི་ལ་ངེས་ཤེས་ཐོབ་ནས་ཤར་སྐྱེད་བྱེད་མཁན་གྱི་མི་ཚད་ལྡན་ཞིག་ཡིན། ཕྱོགས་གཞན་ཞིག་ནས་ཁོང་གི་ལོ་རྒྱུས་ཀྱི་བྱུང་རབས་གཞིར་རྩ་བཟུང་སྟེ། རང་བཙན་གྱི་ལམ་བུ་ནི་ཡང་དག་པའི་གདམ་ང་ཞིག་ཡིན་མིན་ལ་མ་ལྟོས་པར། རང་བཙན་ནི་བོད་མི་རིགས་ཀྱི་ཐོབ་ཐང་ཡིན་པར་ངེས་འཛིན་གསལ་རྟོགས་ཀྱིས། དབུ་མའི་ལམ་གྱི་སྲིད་སྤྱི་དང་རང་བཙན་འཐབ་རྩོད་གཉིས་ཕན་ཚུན་གཅིག་ཕན་གཅིག་གྲོགས་སུ་གྱུར་མིན་ཇི་ལྟར་ཡང་འགལ་འདུའི་ཁྲོད་ན་ཞི་མཐུན་ཡོད་ཟེར་བའི་རྗེས་དྲན་རྩ་བར་བཟུང་སྟེ། དེ་གཉིས་ཀྱི་དགའ་བའི་རང་བཞིན་ལས་ཐིམ་པའི་གནས་ལུགས་ལ་གཙིགས་ཆེར་འཛིན་མཁན་ཞིག་ཡིན་ཞིང། ཁོང་གི་དགོངས་ཕྱོགས་དེའི་ཐད་ནས་ང་ཚིས་རྟོགས་ཐུབ་པ་ནི། གཅིག་སྒྲིལ་ནི་སྟོབས་ཤུགས་དང་འགལ་བ་ནི་ཕམ་ཁ་ཡིན་ཟེར་བའི་ལེགས་བཤད་དེ་རྩ་ཆེར་འཛིན་བཞིན་ཡོད་པ་དེ་རེད། མི་རིགས་ཤིག་གི་རང་དབང་དང་འཚོ་གནས་འཐབ་རྩོད་ཀྱི་དམིགས་ཡུལ་ནི་ཉིན་ཞག་ཕྲུགས་གཅིག་ལ་བརྔན་དུ་གྱུར་བའི་ནད་གདོན་ཞིག་མིན་པར། ང་ཚོས་དམིགས་འདུན་གྱི་རྒྱ་གར་དང་རང་དབང་འཐབ་རྩོད་ལས་རྣམ་པར་རྒྱལ་བའི་རྒྱལ་ཁབ་ཀྱི་ལོ་རྒྱུས་ལ་གཟིགས་ཚེ་གསལ་པོར་རྟོགས་པ་བཞིན། རང་རེ་བོད་རྒྱ་གཉིས་ཀྱི་ནད་གདོན་ཡང་རིག་འཛིན་ལྷུན་གྲུབ་ལགས་ཀྱིས་གསུངས་པ་བཞིན། མི་ཐོག་གཅིག་གི་ཐབས་ཚད་མིན་པར་མི་རབས་གཅིག་གི་ཐབས་ཚད་ཡིན་སྟབས། ཕུགས་རྒྱང་རིང་པོའི་ཐབས་ཚད་ཀྱི་འཆར་གཞི་དང་མི་རིགས་འཚོ་གནས་ཀྱི་ལམ་བུར་ཚོར་དགོས་སྟབས། ད་ལྟའི་རང་རེའི་སྤྱི་ཚོགས་ཁྲོད་ཆབ་སྲིད་དབུ་ཁྲིད་ཕུགས་བསམ་ཡོད་ལ། འཆར་སྣང་ལྡན་པ། གཏིང་ཚུགས་པའི་མི་རིགས་ཀྱི་ལེགས་བྱང་གི་ཕྱུག་ཤིང་ལ་རྒྱ་ལྡན་པའི་གཞན་རྒྱལ་ཤེས་ལྡན་རྒྱལ་རྒྱུ་ནི། མི་རབས་གཅིག་གི་འཐབ་རྩོད་ཀྱིང་བསྲིང་བའི་ཐབས་ལམ་མཆོག་ཏུ་གྱུར་བ་ཞིག་ཡིན་སྟབས། དབུས་གཙང་རྒྱ་ཆེའི་མི་མང་གིས་ཁོང་ལ་ད་རེས་འོས་ཤོག་འཕེན་ཐུབ་ཚེ། ཁོང་ནི་སྐབས་ད་རེང་དང་རྗེས་མའི་དབུས་གཙང་སྤྱི་འཐུས་དང། ཕྱིས་འབྱུང་བོད་ཕྱི་ནང་གཉིས་ཀྱིས་བཀུར་བར་འོས་པའི་མིང་བརྡས་མཚུངས་པའི་སྲིད་སྐྱོང་ཡང་མཚན་ལྡན་ཞིག་ཆགས་པའི་དབུ་ཁྱིད་ཡིན་སྟབས། ད་རིང་དབུས་གཙང་རྒྱ་ཆེའི་མི་མང་གིས་ཁོང་ལ་རྒྱབ་སྐྱོར་ཚད་མཐོར་གནང་རྒྱུའི་རེ་འདུན་གྲངས་མེད་ཞུ། ཐུགས་རྗེ་གནང།